ཨ་ནི་དགག་བྱ་འདི་བཤད་ཡིན་དུས་ཁོ་ར་ཨོ། བློ་ལ་སྣ། ཐ་སྙད་དུ་རང་སའི་བཞེད་ངན་གྱིས་བློ་ལ་སྣ་ཡང་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་བསྒྲུབས་པ་དེ་ཨ་ནི་དགག་བྱ་ལ་བཞག་ཡོང་གི་ཡོད་རེད། ནང་རྒྱུའི་ཆོས་ཤིག་ཕར་ངོས་ལ་ཡོད་བསྡད་པ་ཅིག། འདི་འདྲ་ཡིན་དུས། བློ་ལ་ཕན་ནས་ཕར་ངོས་ནས་ཁོ་ར་དོན་གྱི་ངོས་ནས་ཡོད་པ་ཅིག་ང་ཚོར་སྣང།

གི་འདུས་པ་ཚོ་རེད་ད་ག་ནང་བཞིན་གྱི་སྐྱ་བོ་ཚོ་རེད་དེ་བདེན་པ་རེད་སུས་བལྟས་ནས་ད་དེ་ཐ་སྙད་དུ་གྲགས་པ་ཡིན་པ་གྲགས་པའི་དོན་ལ་ཐ་སྙད་པའི་ཚད་མས་མི་གནོད་པ་ད་ཆ་དུ་བ་ཡོད་རོ་ད་ཡོད་རེད་དེ་དེ་ང་ལ་གནང་སྟངས་དེ་ཕར་ངོས་ནས་ཡོད་དེ་བ་ཞིག་ང་ལ་གནང་གི་ཡོད་རེད་ཨ་ད་གནང་བ་ལྟ་དུ་གྲུབ་ཡོད་ན་ཕ་རྟགས་དོན་གསལ་ན་གསལ་གསལ་འགྲོ་དགོས་ལ་དེ་གསལ་གསལ་འགྲོ་གི་མི་འདུག་བ།

ད་ལུས་ངག་ཡིད་གསུམ་སུའི་རེད་ཟེར་ན་རྒྱ་གར་མི་ཞིག་རེད་ཟེར་བ་རེད་བ་ད་རྒྱ་གར་དུ་ག་ཡག་རེད་རྒྱ་གར་མི་ཞིག་ག་ཡག་རེད་ཟེར་ན། ཤཱཀྱའི་དགེ་སློང་བསྟན་འཛིན་རྒྱ་མཚོ་ག་ཡག་རེད་ཟེར་ན། ཨ་ལས་ཟེར་གང་རིགས་འདུག་བ། ཡི་གེ་བཞུགས་ཡི་གེ་བཞུགས་རིགས་གང་རིགས་འདུག་ཏི་ལུས་འདིར་བ། བ་ལྟ། ཨེ་ནི་ལུས་འདི། མགོ་འདི་ལུས་མགོ་འདིར་གཟིགས་པ་རེད། ལག་པར་གཟིགས་པ་རེད་རྐང་པར་གཟིགས་པ་རེད། སྡུག་སྡུག་ལ་ཕྱིན་པ་ཡིན་ན། ཨེ་ནི། ད་མགོ་འདི། མི་ཡི་དང་པད་ཀོག་དང་འགྲམ་པ་དང་དུག་ཏོག་དུག་ཕ་ཕ་ཕ་ཕྱིན་པ་ཡིན་ན། ཞག་ཁྱོད་ནི་བ། འདི་བཤམས་ལ་ཡོད་བ་ལྟ། དེ་དང་ལུས་དྲན་པ་ཡིས་ཤ་དུག་གཉིས་གོམས་ཡང་དེ་ཚོ་ག་དུག་ལ་དེ་བཤམས་དོན་ཡོང་གི་རེད། ས་ད་དེ་འདྲ་ཡིན་དུས་ས་ནས་པ་སྣང་སམ་དེས་མ་ཚིམས་པ་བརྟགས་ན་ཁྱོད་ནི་མྱི་ཡ་མེད་ཐེབས་པ་ཞིག་ཡིན། འོ་དེ་འདྲ་ཡིན་དུས་ཨེ་ནི་མ་བརྟག་མ་དཔྱད་པ་འཇིག་རྟེན་གྲགས་པའི་སྒོ་ནས་ཡལ་བ་རེད། ཁ་ཚིག་ཤ་དེ་རེད། དེ་ནམ་ཞིང་དེ་རྣམ་དཔྱད་བྱེད་པའི་རྣམ་འདུན་དབྱེ་བ་མ་ཡིན་ཞིང་དེ་ལས་གཞན་དུ་གྱུར་པ་འཇིག་རྟེན་གྲགས་པའི་སྒོ་ནས་ཡལ་བ་ཡིན་ས་ད་ད་འདི་གང་ལས་ཡོང་གི་འདུག་བ། དབུ་མ་རིན་ཆེན་ཕྲེང་བའི་ནང་དུ་བདག་རང་གསུངས་འདུག་བ། ཡ། ས་འདི་འདྲ་ཡིན་དུས་ས་ནས་ལྟ་འོ། ལྟ་འདི། གང་ལྟར་ད་གཞུང་འདི་ཡི་རིགས་ད་དགག་བྱ་དེ་བ་དབང་ཤེས་ལ་གནང་ཟེར་དེ་ནུས་པ་ཆེན་པོ་ཞུ་ཞེས་ཤ་ཀ་ད་ང་རང་ཚོ་འདི་ད་ད་ག་དེ་མཐོང་བདེ་ངན་ཅིག་མྱོང་བ་དེ་ལུགས་ཡོང་བདེ་བ་དེ་ཡི་རིགས་ཚང་མ་ལ་དོན་གྱི་ངོས་ནས་ཡོད་པ་ཅིག་ང་ཚོ་བློ་ལ་ཤར་ཡོང་གི་ཡོད་རེད་བ་ད་དགག་བྱ་ནང་ཚུལ་དེ་རེད། རེད་ད། དང་དབུ་མའི་གཞུང་དབུ་མའི་ལྟ་ཚིག་དེ་ཚོའི་ནང་ལོགས་ལ་ཡང་སྐབས་རེ་ཨེ་ནི། དགག་བྱ་ངོས་འཛིན་པའི་ཁ་ཐུག་ལ་ཡང་ཨེ་ནི་ང་ཟེར་ནས་སོ་སོར་ཡང་མི། སྙོན་འདི་རྩུབ་པའི་ཁ་ཐུག་ལ་ཨེ་ནི་ང་ཟེར་ཡག་ཅིག་ལོགས་ལ་ཆགས་ཀྱི་འདུག་གཱ། ད་དེ་འདྲ་སོང་ཡག་ཤི་འདུག་གཱ། ད་འདི། ཕལ་ཆེར་གང་ཟག་རང་སྐྱོན་ཐུབ་པ་འདི་ཕལ་ཆེར། ཕྱིར་ཚུར་ཕྱོགས་བྲོ་ཞིག་རོ་ཆགས་ཀྱི་འདུག་གཱ། དེ་ཙམ་ཁེགས་པའི། གང་ཟག་གི་བདག་མེད་རྟོགས་དེ་ཡང་ཁག་པོ་རེད་གང་ཟག་གི། བདག། དགག་བྱ་ཕྲ་མོ་འདི་ཁེགས་ཡང་ཁག་པོ་ཞིག་ཀྱང་རེད། ས་དེ་འདྲ་ཡིན་དུས་ལྟ་བ་དེ་ཚོ་ཕྲལ་ཏེ་ག་འདྲ་གཞུང་ཞྭ་འདྲ་འདུག་སྦྱངས་ནས་ཡག་འོ་ཅི་བལྟས་ཨེ་ནི་ཁུངས་དཀྲིགས་ནས་འགྲོ་དགོས་ཡ་རེད་ཤག་རེད་པ་ཨེ་ནི་ཚད་མའི་འཇོག་ཚུལ་མི་འདྲ་ཡོང་གི་ཡོད་རེད་སྐབས་འདིར་ཨེ་ནི་ག་སོ་བ་པུ་གའི། པའི་གཟུགས་འཛིན་མི་ཤེས་དོགས་བྱ་བྱ་ནས་ཁོ་ལ་ཡང་ལྟ། ང་ཚོ་བདུད་རི་བསླབ་པའི་ཁ་ཐུག་ནས་དེ་ཡོད་པ་ཡ། ཨེ་ནི། སྣང་ཡུལ། ཨེ་ནི། འཇུག་ཡུལ། ཞེན་ཡུལ་བཅས་ནི། ཡུལ་མི་འདྲ་མི་འདྲ་གསུང་གི་ཡོད་པ། གསུང་གི་འདུག་བ། ལྟ་བ་དེ་ཚོ་གལ་ཆེན་པོ་འདུག་བ། བྱས་ཙང་ཨེ་ནི། སྣང་ཡུལ་ཟེར་ནས་མི་འདུག་གསུང་ཡུལ་ཟེར་ནས་མི་འདུག་གང་ལྟར་ཅིག་སྣང་བ་ཅིག་ཆགས་ཡོད་དུས་ཙང་ནས་ཁོ་རང་སའི་སྣང་སྟེགས་ཡོད་རེད།